ཉིན་མཚན་དྲིལ་སྒྲོག་སློབ་གྲྭ་དང་དགེ་ལས་སློབ་ཕྲུག་བཅས་ཀྱི་ཆེད་དུ་དགོངས་པ་བཞེས་ལ་བྲེལ་བའི་ཁྱིམ་པ་ཁ་དར་ཡངས་ཤིང་ཕུད་སའི་མཚོ་ལྟར་བཞག་པའི་ཨ་རའི་སློབ་གྲྭའི་སློབ་ཕྲུག་རྣམ་རྒྱལ་ཡར་འཕེལ་ཚོགས་དང་ཤེས་ཡོན་དང་ལག་རྩལ་གྱི་རྩ་ཚན་ནོར་བུ་ཡོད་ཚད་ཕངས་པ་མེད་པར་སྤྲོད་ས་སློབ་མ་རྣམས་ལ། རིམ་པར་དཔའ་བའི་དགེ་ལེགས་རྣམ་པ། ནམ་མང་སྤྱོད་ཚེ་བདུད་རྩི་འཐུང་ལ་སྤྲོ་བ་དང་དོན་གཉེར་ལྡན་པའི་སློབ་ཕྲུག་རྣམ་པ་བཅས་ཚང་མ་ལ་ང་ན་འདི་ལྟར་ཤི་རེས་ངོས་ནས་སྤྲོ་སེམས་རབ་ཏུ་འཁོལ་བའི་ངང་ནས་བྱིན་རིམ་བཅུ་གཉིས་ཀྱི་སློབ་མ་དེ་ཡོངས་ཀྱི་ཕྱག་ཞུས་ཏེ་འཚམས་འདྲི་སྔ་དྲོ་དེ་རེ་ཞུ་རྒྱུ་ཡིན། རིན་ཐང་གཞལ་དུ་མེད་པའི་སྡིངས་ཆ་འདི་ཡི་ཐོག་ལ་ཟིན་བྲིས་བྱེད་སྒོ་ཐེངས་གསུམ་པ་སྤེལ་བའི་གོ་སྐབས་ཐོབ་བཞིན་ཡོད་པ་འདི་ནི་རྩིས་འབྲས་བསོད་ནམས་ཆེ་བ་ཞིག་དང་རྩིས་འབྲས་དགའ་སྤོབས་བྱེད་རིན་ཡོད་པ་ཞིག་རེད་ཨང། ང་ཚོས་ཀྱང་གོ་སྐབས་འདི་ནི་ཤིན་ཏུ་རིན་ཐང་ཆེན་པོ་ཞིག་ཏུ་བརྩིས་ཏེ་བསམ་བློ་འགྲོ་གསུམ་བཅོ་བརྒྱད་བཏང་ཞིང་གོ་བསྡུར་དགོང་མོ་སྔ་དྲགས་བྱས་པའི་མཐའ་མར་བོད་སྐད་གཙང་མའི་ཐོག་ནས་སྙན་ངག་གྱེར་འདོན་ཞུ་བའི་བྱེད་སྒོ་འདི་ཉིད་དམ་པ་ཡིན། བྱེད་སྒོ་འདི་ནི་དེབ་འགེལ་བོད་ཀྱི་མཚན་གཙོ་བོ་ནི། བོད་ཀྱི་སྙན་ངག་དབྱེ་བ་ཕྱེ་ན་དབྱེ་བ་དུ་མ་ཞིག་ཡོད་ཀྱང་གོ་བདེ་བའི་ཐོག་ནས་ཕྱེ་ན་སྲོལ་རྒྱུན་སྙན་ངག་དང་རང་མོས་སྙན་ངག་ཅེས་གཉིས་ཡོད་ཅིང་ད་ལན་འདི་གཉིས་དང་ཁྱད་པར་དུ་རང་མོས་སྙན་ངག་གི་སྐོར་ལ་དངོས་འབྲེལ་ཅུང་ཞིག་ཅིག་ཁྱེད་ཅག་ལ་ཞུ་ཐུབ་ན་བསམ་པ་དེ་ཡིན། མཛད་སྒོའི་ལས་རིམ་དང་པོར། འཛིན་གྲོགས་ལྷ་མོ་སྒྲོལ་མ་ལགས་དང་བུ་ཁྲི་ལགས་གཉིས་ཀྱིས་མཁས་དབང་དགེ་འདུན་ཆོས་འཕེལ་གྱིས་བརྩམས་པའི། འཕེལ་གྱི་སྲུང་འཁོར་བརྗོད་པའི་བཀའ་རྩོམ་ཞེས་པའི་བཀའ་བཞེས་ཅིག་གྱེར་འདོན་བྱེད་རྒྱུ། བཀའ་བཞེས་ཅེས་པ་ནི་སྲོལ་རྒྱུན་སྙན་ངག་གི་ཁོངས་སུ་གཏོགས་པ་ཞིག་ཡིན་ཞིང། དེ་ཉིད། བྲིས་གསར་གྱི་ཆ་ནས། བཀའ་ནི་སྒོ་བརྩམས་ཏེ་ཨེ་ཡེ་བར་ལུགས་འབྱུང་གི་ཚུལ་དུ་བྲིས་པ་དང། བཀའ་ནི་སྒོ་བརྩམས་ཏེ་ཀྱེ་ཡེ་བར་ལུགས་ལྡོག་གི་ཚུལ་དུ་བྲིས་པ་བཅས་གཉིས། བརྡ་ལན་གྱེར་འདོན་ཞུ་རྒྱུ་ནི། བཀའ་ནི་ཨེ་ཡི་བར་ལུགས་འབྱུང་གི་ཚུལ་དུ་བྲིས་པ་ཀ་ཤེད་གཅིག་ཡིན། བཀའ་རྩོམ་དང་བཀའ་བཤད་བཀའ་དྲིན་ཞེས་པ་ནི་དོན་གཅིག་མིང་གི་རྣམ་གྲངས་ཤིག་ཡིན་པ་དང། ཟས་སྦྱིན་བཏང་གིན་ཚེ་ངོས་ནས་ཞོར་དུ་ཐུགས་ལ་ངེས་སྣང་ཡོང་བར་ཞུ། ཕལ་སྐད་གསུམ་བསྐུར་བྱེད་པའི་བཀའ་རྩོམ། ཀ་ལི་ཀ་ཐ་བལ་ཡུལ་པེ་ཅིང་དང་ཁ་བ་ཅན་གྱི་གྲོང་ཁྱེར་ལྷ་ས་སོགས་ག་ས་གང་དུ་ཡོད་པའི་མི་དེ་རྣམས་ང་ཡི་སྟེང་ན་རང་བཞིན་གཅིག་པར་མཐོང། བྱ་ཞུ་འུར་ཟིང་ཕྱོགས་ལ་མི་དགའ་ཞིང། འཆར་གླུ་བཞི་རྒོད་སྣང་བ་དཀོན་མཚོ་ཡང། བྱ་དམར་རྒོད་དང་དཔེ་ཞྭ་མཐོང་བའི་ཚེ། ཉྭ་པ་རྒོད་པོའི་སེམས་ལ་ཁྱི་མི་འདུག། ཀླ་རིན་སྐུ་དྲག་ངོ་བསྟོད་གཏམ་ལ་དགའ། ཐ་བལ་མི་རྣམས་གཡོ་དང་རྒྱུ་ལ་དགའ། ད་ལྟའི་ཕལ་ཆེར་ཆང་དང་ཆར་ལ་དགའ། ན་གཞོན་རྣམས་ཀྱི་མཆོད་རྒྱལ་ཉམས་ལ་དགའ། བ་པ་ཨ་མའི་མཆོག་ལ་ཞེན་པར་སྡང། ཕ་རོལ་རིང་མོའི་དུས་ལ་སྡང་བ་སོགས། བ་ལང་དང་ནི་རང་རེའི་མི་རྣམས་ཀྱིས། མ་བཅོས་སེམས་ཀྱི་རྒྱུ་དག་བཅིང་བར་དགོངས། རྩ་བའི་གནས་སྐོར་བྱེད་པ་མིང་གི་དོན། ཚ་གྲང་དཀའ་ཐུབ་བྱེད་པ་ལྟོ་ཡི་དོན། རྫ་ཡའི་གསུང་རབ་ཀློག་པ་ཡན་གྱི་དོན། བ་ལེར་བསམ་ན་ཐམས་ཅད་ནོར་གྱི་དོན། ཞྭ་སྒོའི་ཆོས་སྒོའི་བར་ནི་བླ་བྲེ་དང། ཟ་རྒྱུའི་འཐུང་རྒྱུའི་མཆོད་པ་ཚོགས་འཁོར་སོགས། ཨ་ཅག་རྣམས་ཀྱིས་ཅི་དང་ཅི་བྱེད་པ། ཡ་མཚན་སྐྲན་འབུ་ཙམ་ལས་བྱེད་མ་མཐོང། ཟླ་ཁང་ཁྱི་སྒང་ནང་དུ་སླེབས་པ་བཞིན། ལ་ལུང་གང་ན་དེ་སྐྱིད་མི་འདུག་ཀྱང། ཤ་ཚ་རྒྱུ་མེད་འདི་ན་མ་འཇིགས་པར། ས་སྟེང་འདི་རུ་མི་སྡོད་ཀ་མེད་ལ། ཧ་ཅང་ཅང་ཀྲང་ཀོ་ཤེས་པ་དེ་འདྲ་དེ།

དང་མོའི་སྙན་ངག་ཅེས་པ་ནི་ཐོག་མར་ནུབ་ཕྱོགས་རྒྱལ་ཁབ་ཁག་གི་ནང་དང་དེ་ནས་རྒྱ་ནང་དུ་དར་བ་ཞིག་དང་མཐའ་མཇུག་ཏུ་དཔལ་དོན་གྲུབ་རྒྱལ་གྱི་རྣམ་རྒྱལ་གྱི་རྩལ་ལས་བོད་དུ་དར་བའི་སྙན་ངག་འབྲི་ཚུལ་གསར་པ་ཞིག་ཡིན་པར་མ་ཟད་གཞོན་སྐྱེས་ཚོས་ཧ་ཅང་གང་ཧ་ཅང་གང་མོས་བརྗེད་བཞིན་པའི་སྙན་ངག་འབྲི་ཚུལ་ཞིག་ཀྱང་ཡིན། ལང་ཚོའི་བབ་ཆུ་སྔོ་ཞིང་བསངས་པའི་ནམ་མཁར། དྲོ་ཞིང་འཇམ་པའི་ཉི་ཡོས་ཡངས་ཤིང། མཆེ་བའི་ས་གཞི་གཟི་ཞིང་སྡུག་པའི་མེ་ཏོག། མཐུག་ཞིང་བརྗིད་པའི་ལྷུན་པོ། ཨེ་མ།
དེ་ལས་ཀྱང་ཉམས་ཁ་བ་ནི། དུས་མཇུག་གི་བྲག་ངོས་ཟ་འོག་ན་ཆིལ་ཆིལ་དུ་བབས་པའི་འབབ་ཆུ་རེད། ལྟོས་དང། ལྦུ་བའི་རླབས་ཕྲེང་དཀར་ཞིང་དྲི་མ་མེད་ལ། འོད་ཀྱི་ཐིག་ལེ་ནི་རྨ་བྱའི་བྲོ་བརྡུང། ནེ་ཙོའི་བྲོ་བརྡུང། ཟ་འོག་གི་རི་མོ་དབང་པོའི་བཞུར་རི། ཡུན་དང།
ཆུ་ཡི་བཞུར་སྒྲ་གསལ་ཞིང་མངལ་འཇེབས་ལྡན་ལ་ལང་ཚོའི་གླུ་དབྱངས་ནི་དྲི་ཟའི་གླུ། ཚངས་པའི་དབྱངས་དབྱངས་ཅན་ངག་ཁུ་བྱུག་གི་དང། སྐད།
དེ་ནི་རང་བཞིན་གྱི་འབབ་ཆུ་དཀྱུས་མ་ཞིག་མ་ཡིན་ཏེ། བྱིལ་བྱིལ་རྔམས་པའི་ཉམས། བྱིས་པ་མེད་པའི་སྙིང། ཞུམ་པ་མེད་པའི་པགས། དར་ཞིང་རྒྱས་པའི་ལུས།

རེད་ལ། སྤྱི་གཙུག་ཁ་ནས་བབས་པའི་ཆར་ཆུ། དབྱར་གསུམ་ས་ནས་དོལ་བའི་ཆུ་མིག། སྟོན་གསུམ་གསེར་དང་སེར་བའི་སྙིང་ཆུ། དུས་གསུམ་གངས་དང་ཁ་བའི་ཡང་ཆུ། གཞན་ཡང། གངས་ཆུ། རྫ་ཆུ། གཡའ་ཆུ། ནགས་ཆུ། ན་ཆུ། རི་ཆུ། ལུང་ཆུ། ཕུ་ཆུ། མདའ་ཆུ། མདོར་ན་བཀྲ་ཤིས་པའི་ཆུ། དགེ་ལེགས་འབྱུང་བའི་ཆུ། དོན་འགྲུབ་པའི་ཆུ། ཡན་ལག་གྱེས་བརྟན་གྱི་ཆུ། ཕུན་སུམ་ཚོགས་པའི་ཆུ་སྟེ་ཆུ་ཕྲན་མི་ཆེ་བརྒྱ་དང་བརྒྱད། ཆུ་ནག་མི་འཇིགས་ཁྲི་མ་འབུམ། ཁྱེད་ནི་མཐུན་འབྲེལ་གྱི་ཆུ་ཞིག་ཡིན་པས་གཡང་གཟར་གྱི་བྲག་ལས་འབབ་པར་ཕུད། ཁྱེད་ནི་ཡོངས་འདུས་ཀྱི་ཆུ་ཞིག་ཡིན་པས་འམ་ཀྲུག་གི་དབྱར་ལས་མཆོང་བར་སྤོབས། ཁྱེད་ལ་གསར་འགྱུར་གྱི་ཆུ་སྣ་དུ་བའི་སྤོབས་པ་དང་ལྡན་པས་ཁྱེད་ཀྱིས་གླུ་ག་ཆེ་ཞིང་ལུས་སྟོབས་དར་ལ་ཟིལ་ཤུགས་ཆེ། ཁྱེད་ནི་ཁེངས་པ་མང་ཞིང་དྲེགས་པའི་དྲི་མ་མེད་པས་ཁྱེད་ཀྱི་བཞུར་རྒྱུན་རིང་ལ་བབ་རྒྱུན་དྲག། ཁྱེད་ལ་སྙིགས་མ་དོར་ཞིང་སྙིང་རྗེ་ཞི་བའི་ནུས་པ་དང་ལྡན་པས་ཁྱེད་ཀྱི་ལུས་སེམས་གཙང་ལ་ལང་ཚོས་ང་ཚོའི་དཔལ་ཡོན་རྒྱས། བབ་ཆུ་ཡ།
ཁྱེད་འདི་ལོ་རྒྱུས་ཀྱི་དཔང་པོ་དང་མ་འོངས་པའི་ལམ་འཕྲིན་རེད། ཁྱེད་ཀྱི་དྲི་མ་བྲལ་བའི་ཆུ་ཐིགས་རེ་རེའི་ནང་དུ་གངས་ཅན་བོད་ཀྱི་འཕེལ་རྒྱས་འཁྱུད་ཡོད་ལ། ཁྱེད་ཀྱི་ཟེགས་མ་འབར་བའི་དུས་ཆེན་རེ་རེའི་ནང་དུ་བསིལ་ལྡན་མཁའ་དབུས་ཆུང་གི་དར་རྒུད་བསྡུས་ཡོད། ཁྱེད་མེད་ན་བྲག་རིག་པའི་རལ་གྲི་ལ་ངར་ཇི་ལྟར་འདུས། ཁྱེད་མེད་ན་བཟོ་རིག་པའི་ཆུ་གྲི་ལ་རྣོ་ཇི་ལྟར་འཇོག། ཁྱེད་མེད་ན་གསོ་བ་རིག་པའི་ལྗོན་པ་གྱེས་མི་ཐུབ་ལ་ཚེར་མའི་མེ་མདོག་དང་ནང་རིག་གི་འབྲས་བུའང་སྨིན་མི་སྲིད། གཅིག་བྱས་ན་ཁྱེད་ཀྱི་ཆུ་ཤེལ་དང་འདྲ་བའི་སེམས་ལའང་ལོས་རྒྱུས་ཀྱི་དམག་སྒར་དང་དམག་འཁྲུག་གི་ནད་རྙིང། རྨོངས་དད་ཀྱི་ཆུ་བུར་རྙིང་ཞེན་གྱི་དུད་སྤྲིན་སོགས་མཆིས་ཀྱང་སྲིད་མོད། ཡིན་ན་ཡང་ཁྱེད་ལ་ལང་ཚོའི་རྔམ་བརྗིད་དང་སྐྱེས་སྟོབས་ཀྱི་དཔལ་དང་ལྡན་པའི་རྒྱུ། དགུན་གསུམ་གྱི་ཙག་གིས་ཁྱེད་ཀྱི་སེམས། འཁྱགས་རོམ་གྱི་དྲོམ་དུ་བྱུག་པའི་གོ་སྐབས་ནི་ནམ་ཡང་མ་མཆིས་ལ་རླུང་འཚུབ་ཀྱི་འཕུར་འཕྲུལ་ཁྱེད་ཀྱི་བཞུར་རྒྱུན་ལན་བརྒྱར་གཏུབ་ཀྱང་ཆོད་པའི་ངེས་པ་དེ། དེ་བས་ཀྱང་ག་ལ་ཡོད། རྒྱུ་མཚན་ནི། ཁྱེད་ཀྱིས་ཕྱུག་པོ་གང་དང་འབྲེལ་ཞིང་ཁྱེད་ཀྱི་ཆུང་མ་རྒྱ་མཚོར་འབྲེལ་ཡོད་པའི་ཕྱིར། ཁྱེད་ཀྱི་ལོ་རྒྱུས་ཀྱི་བཞུར་རྒྱུན་རིང་མོས་ང་ཚོ་ལ་གཟི་བརྗིད་དང་ལ་རྒྱ་བཏང་བ་དང། ཁྱེད་ཀྱི་དུས་རབས་ཀྱི་བཞུར་སྒྲ་སྙན་མོས་ང་ཚོ་ལ་སྐུལ་མ་དང་སྟོབས་ཤུགས་བསྩལ་བྱུང། སའི་ཆུང་མའམ་བབ་ཆུ་ལ། བོད་གངས་ཅན་གྱི་གཞོན་ནུ་རྣམས་ཀྱི་བྲེལ་བ་འདི་དག་ཁྱེད་ཀྱིས་སེལ་མ་ཨེ་བྱུང། སྙན་ངག་གི་རྟ་མཆོག་སྐོམ་པས་དུངས་ན་ཇི་ལྟར་བྱ། དལ་འབྱོར་གྱི་གླང་ཆེན་ཚ་བས་གཙེས་ན་ཇི་ལྟར་བྱ། མངོན་སྤྱོད་ཀྱི་སེང་གེ་དྲེགས་པས་གཟིར་ན་ཇི་ལྟར་བྱ། དུས་དཀར་གྱི་བུ་ཆུང་དག་དྲུག་ཏུ་ལུས་ན་ཇི་ལྟར་བྱ། དུས་དཀར་གྱི། དཀར་མཛེས་ཀྱི་ཕ་གཞིས་སྟོང་པར་ལུས་ན། སུ་ཡི་དེ་མཚན་མོད་ཀྱི་གཞོན་ནུ་མ་པར་སླེབས་ན་བསུ་བ་ཇི་ལྟར་བགྱི། ལག་ཟས་ཀྱི་བུ་མོ་བག་མར་གསོས་ན་ཁྱོ་བོ་སུ་ཡིས་བྱ། ལགས་སོ་བབ་ཆོས་ལགས་ཁྱེད་ཀྱིས་དྭངས་ཤིང་གསལ་ལ་མངེས་ཤིང་ལྕི་བའི་གླུ་སྒྲ་ལས་བྱུང་བའི་ལན་དེ་དག་ང་ཚོའི་སེམས་ལ་དོ་ལ་རི་མོ་བརྐོས་པ་ལྟར་བཟུང་ཡོད། ངོ་མ། མཚར་སྡུག་འོད་སྟོང་འབར་བའི་སྔོན་རྗེས་ཀྱི་ད་ལྟའི་ཚབ་བྱེད་མི་རུང་ལ། བ་ཚྭའི་དྲི་དང་འགྲོགས་པའི་ཁ་སང་གི་དེ་རིང་གི་སྐོམ་པ་ག་ལ་བཟོད། རྙེད་པར་དཀའ་བའི་ལོ་རྒྱུས་ཀྱི་བེམ་པོའི་ལུས་པོ་ལ། དུས་དང་མཐུན་པའི་སྲོག་གི་དབང་མོ་མ་ཕྱུང་ན། ཡར་རྒྱས་ཀྱི་འཕར་རྩ་གདིང་མི་སྲིད་ལ་སྔོན་ཐོན་གྱི་སྙིང་ཁྲག་རྒྱུ་མི་ཐུབ་ཅིང་མདུན་སྐྱོད་ཀྱི་གོམ་པ་ནི་དེ་བས་ཀྱང་རུང། ཀ་ཡེ་བག་ཕྱི་ལགས་ཁྱེད་ཀྱིས་ཕྱིན་ཆད་གཡོ་བའི་རླབས་ཕྲེང་དང་ལང་ཀློང་འཐོར་བའི་ཟེགས་མ་ལས། ང་ཚོ་སྟེ་བོད་གངས་ཅན་གྱི་མི་རབས་གསར་པའི་སྟོབས་ཤུགས་མཚོན་པ་དང། ཁྱོད་ཀྱིས་ཤང་ཤང་འབབ་པའི་ཆུ་རྒྱུན་དང། ཧུར་ཧུར་བཞུར་བའི་ཆུ་སྒྲ་ལས་ང་ཚོ་དེ་བོད་གངས་ཅན་གྱི་མི་རབས་གསར་པའི་ཕུགས་བསམ་མངོན་འདུག་རྙིང་ཞེན། བག་འཁུམས། རྨོངས་དད། ལེ་ལོ། ང་ཚོ་མི་རབས་འདིར་འཇུག་ཡུལ་གཏན་ནས་མེད། བྱེད་ལུས།
ཀླ་ཀློ། མུག་ནག། ལོག་སྤྱོད། ང་ཚོའི་དུས་རབས་འདིར་གནས་ས་ཡེ་ནས་མེད། བབ་ཆུ་ཡ་བབ་ཆུ། ང་ཚོའི་སེམས་ནི་ཁྱེད་ཀྱི་དྲོད་དང་བསྟུན་ནས་གཡོ་བ་དང་ང་ཚོའི་ཁྲག་ཀྱང་ཁྱེད་ཀྱི་གུན་དང་གྲོགས་ནས་བཞུར་གྱི་ཡོད། མ་འོངས་པའི་ལམ་ཁ་བསྐྱར་སྐྱོད་སྔར་ལས་ཆེ་ན་ཡང་བོད་ཀྱི་གཞོན་ནུ་རྣམས་འཇིགས་པའི་གོ་སྐབས་བྲལ་ཞིང་ང་ཚོའི་རེ་རང་རེའི་མི་རིགས་དེ་དོན་འཁྱོལ་ལམ་གསར་པ་ཞིག་བྱེད་ངེས་ཡིན། ལྟོས་དང།
གྲལ་འགྲིག་པའི་རུ་དཔུང་དེ་ནི་བོད་གངས་ཅན་གྱི་མི་རིགས་གསར་པ་རེད། ཉོན་དང། གྲོལ་སྙམ་པའི་གླུ་སྒྲ་དེ་ནི་བོད་གངས་ཅན་གྱི་གཞོན་ནུ་རྣམས་ཀྱི་གོམ་སྒྲ་རེད། འོད་ཟེར་གྱི་ལམ་ཆེན། གཟི་བརྗིད་ཀྱི་ལེ་བརྒན། བདེ་སྐྱིད་ཀྱི་འཚོ་བ། འཐབ་འཛིང་གི་གླུ་དབྱངས། འབབ་ཆུའི་ལང་ཚོ་ལ་ཡལ་ཆ་མེད་ཡལ་ཡལ་བ་མེད་ཅིང་ལང་ཚོའི་འབབ་ཆུ་ནི་དེ་བས་ཀྱང་ཉམས་པ་མེད། དེ་ནི་བོད་གངས་ཅན་གྱི་གཞོན་རབས་རྣམས་ཀྱི་ངག་ལག་ལས་བྱུང་བའི་ལང་ཚོའི་འབབ་ཆུ་རེད། དེ་ནི་བོད་གངས་ཅན་གཞོན་ནུ་རྣམས་ཀྱི་སེམས་ན་འབབ་པའི་ལང་ཚོའི་འབབ་ཆུ་རེད། ཐུགས་རྗེ་གནང།
དེ་བཞིན་ན་བཞི་པ། ཟིན་འགྲོ་ཚེ་རིང་ནོར་རྒྱས་ལགས་ཀྱི་རུ་ཁག་ནས་དཔལ་འབྲུ་ནུབ་རྒྱལ་གྱིས་བརྩམས་པའི་འདི་ན་ཡང་དག་ཏུ་ཚོང་འདིང་བྱེད་བཞིན་པའི་སྙིང་གསོན་པོ་ཞིག་ཏུ་བཅས་པའི་རང་མོས་སྙན་ངག་ཅིག་སྒེར་འདོན་ཞུ་རྒྱུ། དཔལ་འབྲུ་དཔལ་འབྲུ་ནུབ་རྒྱལ་གྱི་སྨྱུག་མིང་ལ་རང་འགྲོ་ཟེར་ཞིང། སྙན་ངག་འདི་ནི་ཁོང་གིས་འཇིག་རྟེན་འདི་ནས་ཞལ་རྒས་མ་བསུས་ཙམ་གྱི་སྔོན་དུ་བྲིས་པ་ཞིག་ཡིན་ལ། སྙན་ངག་འདིའི་ནང་དུ་ཁོང་གིས་བོད་རིགས་གསོན་རྒྱལ་ཆེ་ལ་བཅངས་པའི་རེ་བ་འདི་ནི་གསལ་པོར་བརྗོད་ཡོད།

འཛེམ་པར་དཀའ་བའི་བཤད་བྱ་ཡི་གོང་ཚུལ་སྤྱི་ཕྲན་མང་པོ་ཞིག་བྱུང་ཡོད་པ་རེད་ཨང། རང་རེའི་མི་རིགས་འདི་ཡང་ཤ་ཁྲག་དུན་རྗེས་ཀྱི་ཕུང་པོ་ལས་གྲུབ་པ་ཞིག་ཡིན་ངེས་ལ། རིགས་ཐར་གྱི་རྣམ་ཤེས་དང་ལ་རྒྱ་ཡི་བླ་སྲོག། སེམས་ཅན་གྱི་འདུ་ཤེས། རྙེད་པར་དཀའ་བའི་བདེར་བ་བརྒྱད་དང། སྦྱོར་བ་བཅུ་ཡི་བེམ་པོའི་ལུས་དང། རྣམ་ཤེས་གཉིས་ཀྱི་ཕྲེང་སྦྱོར་གྱི་རྒྱུན་མེད་ཁར། གཟུགས་ཅི་ནུས་རེད། ཐབས་ཇེ་ཐུང་ལ་བརྟེན་ནས་སིལ་སྡེར་གྱི་ཡུལ་འདིར་ཁྱིམ་གཅིག་ཆགས་པ་མ་ཡིན་ནམ། འོ་མ། མ་ཤི་ཞིང་བདུན་འགོར་བའི་ཚེ་ཉིན་མ་ཚང་གོང་ལ། རང་རེའི་མེས་པོ་དེས་སྤྲེའུ་བྱང་ཆུབ་སེམས་དཔའ་དང། ཇོ་མོ་ཁྲོ་གཉེར་མས་སྤྲུལ་པ་བྲག་སྲིན་མོ་གཉིས་ཀྱི་ངོ་མཚར་ཞིང་གཞན་གྱི་བློ་ཡུལ་ལས་དད་པའི་ངག་རྒྱུན་ཡོད་པ་དང། ཁོང་ཚོའི་བུ་རྒྱུད་རྣམས་བན་བོན་མི་འཕྲོད་དང་ཡངས་པའི་སྤང་ཐང་ས་སྟོང་ལུང་སྟོང་དུ་དགོངས་སུ་ཤིང་ལོང་གྱོན་པའི་སྐབས་ཀྱང་ངེས་པར་དུ་ཡོད་སྲིད་མོད། འོན་ཀྱང་དེ་ནི་ལོ་རྒྱུས་ཀྱི་དཔང་པོ་ཡིན་པ་དང་སྔོན་བྱུང་གི་དྲིན་ཐག་ཀྱང་རེད། སྐད་ཀྱི་གྲོགས་པོ་ལ། ཤ་ཟ་བ་ཙམ་གྱིས་སྤྱན་ཤེལ་དུ་འགྱུར་མི་རུང་བ་དང་གདོང་དམར་བ་ཐམས་ཅད་སྤྲེའུའི་རིགས་ག་ལ་ཡིན་ཀུན་གྱིས་ཆེ་ཡང། ཤ་ཆེན་གདོང་དམར་བོད་ཀྱི་དམག་དཔུང་སྲས་སྨྱོན་བྲག་སྐྱིལ་བ་དན་འབུམ་དུ་བསྐྱོད་མྱོང་ལ་དཔའ་དུར་གྱི་རྗེས་བྱེད་ནི་རྒྱ་གར་འཕགས་པའི་ཡུལ་མ་ཧཱ་ཙི་ནི་ཁམས། གཞན་ཡང་བེར་བོ་དང་དག་ཆེན། གྲི་ཆུང་དང་གྲུ་གུ་སོང་ན་ཡང།

ས་ཡི་འཇའ་ཚོན་བཞིན་དུ་དཀར་བ་དེ་ཁྱེད་ཀྱི་ཨེ་ཟེར།
རེད་ཨང་སྙིང་ཆེན་གྱི་མཁའ་དབྱིངས་འདིར་བག་ཆགས་ཀྱི་ཆུ་རྫིང་ལང་ལོང་གཡོ་བ་དང་བག་འཁུམས་ཀྱི་གློག་ཞགས་སིག་ཤིག་ཏུ་འཁྲུགས་པ་ལྟར་སྣང་ཡང་སྔོན་ཐོན་གྱི་སྦྲང་ཆར་སིམ་སིམ་དུ་འཇོ་བའི་ཀ་བ་ནི་ཕྲ་ཙམ་འགའ་ཡིན་ནའང། མི་རིགས་ཀྱི་རེ་བའི་བླངས་བག་ནི་མཁའ་ལ་འཁྱུར་ངེས་ཡིན་པ་དང་གངས་ལྗོངས་ཀྱི་ལ་རྒྱ་སྤྲིན་སྔོན་ཡང

གངས་ཅན་གྱི་གཞོན་ནུ་གསར་གཏོད་ཀྱི་སྟོབས་མེད་ན་དྲང་བདེན་གཞལ་བ་ཡང་མེད་ལ། རྒྱུ་འབྲས་གཞལ་བ་ཡང་སྐྱག་རྫུན་རེད། འོན་ཀྱང། ངའི་མིག་ལམ་དུ་སྣང་བ་ནི་བདེ་སྐྱིད་ཀྱི་དོན་ཅི་ཡིན་པ་དང་ངའི་རྣ་ལམ་དུ་བརྡ་རྩའམ་བརྡ་དོན་ཁེངས་པ་ནི།

གོ་སྐལ་དུ་བསྩལ་བ་དང། དགེ་ལས་སློབ་ཕྲུག་རྣམ་པའི་ཐུགས་སྣང་ཆེན་པོའི་སྒོས་ནས། ང་ཚོ་དེ་རིང་གི་བྱེད་སྒོ་ལ་གསན་གཟིགས་གནང་བར་ཐུགས་རྗེའི་མཆན་འགྲེལ་དུ་རྒྱལ་དབང་སྐུ་ཕྲེང་དང་པོ་རྗེའི་དགེ་འདུན་གྲུབ་ཀྱིས་བྱས་པའི་ཤར་གངས་རི་མ་ཞེས་པའི་སྙན་ངག་གྲགས་ཅན་གྱི་དེ་ཉིད་དགའ་ཞིང་སྤྲོ་བཞིན་ངང་ནས་ལྷན་རྒྱས་ཀྱི་མིག་གི་དགའ་སྟོན་དང་རྣ་བའི་བུ་རམ་དུ་བོར་རྒྱུ་ཡིན།

ཅི་བཞིན་བསྐུར་བར་མ་ནུས་ཀྱང། སེམས་འཆར་ཀ་དབང་དུ་མ་སོང་བར། དོན་ཁྱོད་ཀྱི་བསྟན་པ་འཛིན་པ་ལ། དུས་ནམ་ཡང་བརྩོན་པ་བགྱིད་པར་སྨོན། ལར་ད་ལྟར་མ་རིག་ཆོས་འདི་ན། རང་བསྟན་པ་འཛིན་པ་ཁས་ལེན་ཞིང། གཞན་བསྟན་འཛིན་བྱ་བའི་དམ་མ་ཟིན། ཚུལ་འདི་ལ་སྐྱོ་བ་གཏིང་ནས་སྐྱེས། གཞན་བསྐུར་བར་འདོད་པའི་ཀུན་སློང་དང། རྒྱུའི་མཚན་ལྡན་དམ་པོའི་བྱིན་རླབས་ཀྱང། ལམ་མཐོན་པོར་གནས་པའི་ཁས་ལེན་བྱེད། འདི་ལྟར་ན་ཀུན་གྱི་ཁྲེལ་མེད་རྒྱུ། ལམ་དུ་ས་རིས་པའི་སྡུག་ཡུས་ཀྱིས། ཆོས་ཚུལ་བཞིན་བྱེད་པའི་གང་ཟག་ལ། ཡུལ་འཁོར་ན་འཁྲུགས་པའི་གདུག་སེམས་ཅན། དོན་ཐུགས་ལ་ཞུགས་པ་མ་ལགས་སམ། དགྲ་ཉོན་མོངས་དུས་ཐག་མི་ཆད་པར། ཞག་བརྒྱད་པ་ཙམ་གྱི་འཆད་ཉན་ཡང། དགེ་རྒན་ཤར་སྒོའི་ཕྱོགས་སུ་གནས་པ་ལ། ལུས་ངུ་ཕོ་བཏུང་བ་དོན་ཆེན་བྱུང། དོན་དེ་ལྟར་གོ་བའི་བཤེས་གཉེན་རྣམས། སྤྱིར་ལུས་ཅན་ཀུན་ལ་བཀའ་དྲིན་བསམ། བོད་ཆོས་ཚན་ཡོངས་ལ་དག་སྣང་འབྱུང།